མ་སུ་རི་བོད་ཁྱིམ་སློབ་གྲྭའི་གསར་འགྱུར་སེམས་གསེང་ནང་གི་ཡོངས་ལ་འཚམས་འདྲི་བཀྲ་ཟེ་ལེགས་ཞུ་ང་ཡེ་ཤེས་འཕགས་བསྟན་ཡིན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་བརྒྱད་ཕྱི་ལོ་ཉིས་སྟོང་གཉིས་སུ་རྩ་ཆེན་མ་སུ་རི་བོད་ཁྱིམ་སློབ་གྲྭའི་ཟླ་བ་དགུ་པའི་ཚེས་གཅིག་ནས་ཚེས་བཅོ་ལྔ་བར་མ་སུ་རི་བོད་ཁྱིམ་སློབ་གྲྭའི་གསར་འགྱུར་གང་བྱུང་རྣམས་ཞུ་རྒྱུ་ཡིན་པས་ཚང་མས་སེམས་གསེང་ཡོང་བ་ཞུ། གསར་འགྱུར་གཙོ་དོན་ཁག་ནི། སློབ་གྲྭ་དངོས་སུ་འཚོགས་ཐུབ་པའི་ཆེད་འཛིན་སྐྱོང་ངོས་ནས་གྲ་སྒྲིག་ཨང་གསང་གནང་བའི་སྐོར། ལྡེ་རུ་རྡོ་ཉེ་འཁོར་གྱི་གཞིས་ཆགས་ཁག་ནང་དགེ་སློབ་ཕ་མ་ཐུག་འཕྲད་གནང་བའི་སྐོར། དྲ་ཐོག་གི་སློབ་ཁྲིད་ཐོག་འགྱུར་བ་ཕྲན་བུ་བཏང་སྟེ་དངོས་སུ་དྲ་ཐོག་གི་སློབ་ཁྲིད་ཐབས་ལམ་གསར་བ་འདི་འགོ་འཛུགས་གནང་བའི་སྐོར། ཕྱི་ལོ་ཉིས་སྟོང་ཉེར་གསུམ་ཟླ་གཅིག་ཟླ་བ་དགུ་པའི་ཚེས་བརྒྱད་ཉིན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། ཤེས་རིག་དྲུང་ཆེ་བསམ་བོ་ལེ་ཅི་ཡོག་གིས་འཛིན་ཆོག་འདི་ག་མ་སུ་རིག་བོད་ཁྱིམ་དུ་འཚམས་གཟིགས་སུ་ཕེབས་པའི་སྐོར། གསར་འགྱུར་རྒྱས་པ་འགའ་གཤམ་དུ་ཞུ་རྒྱུ་ཡིན་པས་ཚང་མས་སེམས་གསལ་ཡོང་བ་ཞུ། རྒྱ་ནག་ཝུ་ཧན་ནས་མཆེད་པའི་ཏོག་དབྱིབས་གཉན་རིམས་རྐྱེན་གྱིས་འཛིན་གྲྭ་དངོས་སུ་འཚོགས་མ་ཐུབ་པར་ཉེ་དུས་རྒྱ་གར་ནང་ཏོག་ནད་ཀྱི་གནས་སྟངས་ཇེ་བཟང་དུ་འགྲོ་ཡི་ཡོད་པས། འཛིན་སྐྱོང་ངོས་ནས་སློབ་གྲྭ་དངོས་སུ་འཚོགས་ཐུབ་པའི་རེ་སྨོན་དང་གྲ་སྒྲིག་ཆེད་འཛིན་ཁང་བསྐྱར་གསོའི་ལས་གཞི་དེ་སློབ་ཁྲིད་ཁོར་ཡུག་གཙང་བཟོ་འཛིན་ཁང་གི་བྱ་གླག་བསྐྱར་བཅོས་འཛིན་གྲྭའི་ཅོག་ཙེ་དང་རྐུབ་སྟེགས་རྣམས་བཟོ་བཅོས་དང་ཚོད་འཛིན་འཇུག་བཞིན་པ་སོགས། གྲ་སྒྲིག་ཨང་གསར་གནང་ཡོད་འདུག་སྐུ་ངོ་ཀྲུང་ཞོན་མཆོག་གིས་སློབ་གྲྭའི་དགེ་རྒན་རྣམས་ལ་སྡེ་ར་ལྡུན་ཉེ་འཁོར་གཞིས་ཆགས་ཁག་ནང་དགེ་སློབ་ཕ་མ་ཐུག་འཕྲད་ལས་གཞིའི་ཐོག་བཀའ་སློབ་ལམ་སྟོན་གནང་བ་དང་དེའི་རྗེས་སྐུ་ངོ་ཀྲུང་ཞི་ཀྲུང་ཞོན་ཤེས་ཡོན་འགན་འཛིན་དངོས་སུ་དགེ་རྒན་མཉམ་དུ་བཅར་ནས་ཕ་མ་དང་སློབ་མ་མཉམ་དུ་དྲ་ཐོག་གི་སློབ་ཁྲིད་ཐོག་བསམ་ཚུལ་བརྗེ་ལེན་དང། དགེ་རྒན་རྣམས་ཀྱིས་ཡང་སློབ་མ་རེ་རེ་བཞིན་ཐུག་འཕྲད་གནང་སྟེ་ཕ་མ་སོ་སོ་སློབ་ཕྲུག་དོ་བདག་གི་ཤེས་ཡོན་གྱི་གནས་བབ་འདི་བཞིན་ཕན་ཚུན་དགོངས་འཆར་བརྗེ་ལེན་དང་གོ་བསྡུར་ལྷུག་པོ་གནང་ཡོད་འདུག་འབྲེལ་ཡོད་དགེ་རྒན་དང་དབུ་འཛིན་རྣམ་པའི་ཕ་མ་དང་སློབ་ཕྲུག་མཉམ་དུ་ཐུག་འཕྲད། འབྲུ་རྡོར་ལྷུག་པོ་གནང་བའི་གྲུབ་འབྲས་ལ་གཞིགས་ནས་དྲ་ཐོག་གི་སློབ་ཁྲིད་ཐོག་འགྱུར་བ་ཕྲན་བུ་བཏང་སྟེ་ཟླ་འདིའི་ཚེས་དྲུག་ཉིན་ནས་དངོས་སུ་དྲ་ཐོག་གི་སློབ་ཁྲིད་ཐབས་ལམ་གསར་པ་འདི་འགོ་འཛུགས་གནང་ཡོད་འདུག། ཕྱི་ལོ་ཉིས་སྟོང་ཉི་ས་གཅིག་ཟླ་བ་དགུ་པའི་ཚེས་བརྒྱད་ཉིན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་ཤེས་རིག་དྲུང་ཆེ་སམ་བོད་དྲ་སྤྱི་ཁྱབ་འགན་འཛིན་མཆོག་འདི་ག་མ་སུ་རི་བོད་ཁྱིམ་དུ་འཚམས་གཟིགས་སུ་ཕེབས། སློབ་གྲྭའི་དགེ་སློབ་ཕ་མ་དང་ས་གནས་མི་མང་རྣམས་ནས་ཕེབས་བསུ་གཟབ་རྒྱས་ཞུས་ཡོད་འདུག་དེའི་རྗེས་སློབ་གྲྭར་གཟིགས་སྐོར་གྲུབ་རྗེས་སློབ་གྲྭའི་འཛིན་སྐྱོང་གི་འགན་འཛིན་མཉམ་དུ་ཚོགས་འདུ་ཚོགས་ཡོད་པ་དང་ཕྱི་དྲོ་ཆ་ཚོད་ལྔ་པ་ཙམ་ལ་ཚེ་རིང་གྲོང་མི་ཚོགས་ཁང་ཆེན་མོའི་ནང་དགེ་སློབ་དང་ཕ་མ་ཚང་འཛོམས་ཐོག་སྐུ་ངོ་དྲུང་ཆེ་མཆོག་གིས་སློབ་གྲྭའི་ཤེས་ཡོན་གྱི་གནས་བབ་སྤྱི་དང་འཕྲོད་བསྟེན་ལས་གཞི་སོགས་རེ་རེ་བཞིན་ལས་བསྡོམས་སྙན་སེང་བསྒྲོན། དཔལ་ལྡན་སྲིད་སྐྱོང་མཆོག་གིས་བཀའ་ཤག་གིས་འགན་འཁྱེར་བའི་ཟླ་ངོ་གསུམ་གྱི་རིང་ལས་དོན་བང་བསྒྲིགས་ཤོག་སྤྱི་དང་ཟླ་རེའི་བྱང་ཤར་ཁུལ་དུ་ཕེབས་དགོས་དོན་བཀའ་ཤག་སྐབས་བཅུ་དྲུག་པའི་ལས་འཆར་སོགས་ཀྱི་དོ་ན་ང་རང་ཚོས་ལས་དོན་གང་འདྲ་ཞིག་བྱེད་རུང་ནུས་པ་མཉམ་སྤུངས་དགོས་པའི་བཀའ་སློབ་ཟབ་རྒྱས་བསྩལ་གནང་སོང། དེའི་རྗེས་སྐུ་ངོ་འབྲོང་ཆུན་མཆོག་གིས་ཐུགས་རྗེ་ཆེའི་གསུང་བཤད་གནང་རྗེས་མཛད་སྒོ་གང་ལེགས་ངང་གྲུབ་སོང།